འདུལ་བའི་གི་ཆོས་དང་མཐུན་པའི་གི་ཐོག་ནས་ཨ་ནེ་ཤང་ཐབ་དོན་ཚོ་ཐང་ཤམ་དོན་ཚོ་ད་འདུལ་བའི་ནང་ལ་སོང་ཡོད་རེད་ངས་མཁན་པོ་ཚོར་རྟག་པར་ཞུ་གི་ཡོད་ཤང་ཐབ་ཐང་ཤམ་བཞེས་རོགས་བྱེད། ཁོ་གང་ཡིན་ཟེར་ཏེ་སངས་རྒྱས་གི་བཅོམ་ལྡན་འདས་ཀྱི་ཆེ་བསྐྱོན་མ་འདྲ་བ་གནང་དགོས་པའི་རྒྱུ་མཚན་ཁོ་རང་རྟག་ཆགས་ལུགས་ཀྱི་བྱས་ནས་ཕ་མཇལ་ཡོང་དུས་ནས་ཨོ་ད་དེ་དགེ་སློང་རེད་འདུག་ད་ཟེར་ནས་ཅིག་མིག་གི་མཐོང་སྣང་གིས་ཅིག་ལྟ་ཡོང་དུས་ནས་མ་འདྲ་བ་ཞིག་མཐོང་དགོས་རེད་ཟེར་ཏེ་གསུངས་ཡོད་རོགས་པ། ད་དེང་སང་དུས་ཚོད་ཀྱིས་ང་ཚོ་ཚང་མ་གླ་རྩི་གོ་ཟེར་འདྲ་བོ་ཆགས་ཚར་དུས་གཅིག་འདུག་སྟེ་ཡོད་འདི་དངོས་གནས་གྲྭ་པ་སུ་ཡིན་སྔགས་པ་སུ་ཡིན་ཧ་མ་གོ་མཁན་འདྲ་བོ་ཆགས་འདུག་བ། དེ་འདྲ་ཡིན་དུས་ང་རང་གི་བསམ་ཚུལ་ལ། དཔེར་ན་ངས་ད་ལྟའི་སྐར་རྩིས་དབང་ལུང་མགོ་བཙུགས་ནས་སྟོན་ཁ་གོན་མེད། མ་གོན་ཡང་དེ་གཅིག་ངས་སྒྲིག་ཞིག་པ་འདྲ་བོ་དེ་འདྲས་མེད། ང་རང་གི་སེམས་ནང་ལ་ད་གཅིག་རབ་བྱུང་ལ་གུས་ཞབས་མཚོན་བྱེད་འདྲ་བོ་ཡིན། ཉོན་ན་ད་མི་གའི་དགེ་འདུན་པའི་ཚོགས་ཁང་ན་རྫིག་པོ་བཙོང་ཡ་འདུག་བ་གོན་ཆོག་ཆོག་རེད། དེ་འདྲ་ཡིན་དུས་རབ་བྱུང་དུ་མཛོད་ཅིག་ད་སྟོན་ཁ་འདུལ་བ་ནང་ལ་དུ་ཡོད་མ་རེད་དེ་ཡིན་ན་ཡང། ད་རབ་སྟོན་ཁ་སེར་པོ་འདུག་ཚུལ་ཕ་ཆེ་རབ་བྱུང་གི་ཆེ་དགྲ་བོ་ཆགས་རེད་འདུག་བ་དིང་སང་དེ་ཡིན་དུས་རབ་བྱུང་འདུག་ཚུལ་སྟོན་ཁ་སེར་པོ་བྱེད་ཐང་ཤམ་བྱེད་ཨ་ནི་ཏྲི་ཤོད་ཟེར་མཁན་འདྲ་པོ་དང་དེ་ནི་ཅིག་དེ་འདྲ་པོ་དེ་མ་ཆོད་ན་དེ་ནི་ཅིག་ཕ་རབ་བྱུང་རབ་བྱུང་ཕ་ཟུར་དུ་དོན་ས་རེད་བསམ་གི་འདུག་ཨ་ནི་ང་རང་ཚོ་ད་གོས་དཀར་ལྕང་ལོའི་སྡེ་དང་རབ་བྱུང་ངུ་ནི་གི་སྡེ་སུ་འགུ་རུ་འབུ་ཅི་སྐམ་ནི་ཡོད་སྡེ་བ་ཅི་འདྲ་མ་འདུག་ཁོང་གསར་དུ་བཏོན་བཞག་པ་ཅིག་མ་རུ་བ། དེ་འདྲ་ཡིན་དུས་རབ་བྱུང་ན་ད་ང་རང་ཚོ། གོས་དཀར་ལྕང་ལོའི་སྡེ་རྣམ་པ་དབུ་སྐྲ་ལྕང་ལོ་དང་དེ་ནི་གཟན་ཤམ་དཀར་པོ་བཞེས་དེ་ཡིན་ད་དེ་ང་ཚོ་ཤར་ཕྱོགས་ནི་ཕེབས་ཡོང་ང་མང་པོ་འདུག་དཔེ་དང་བ་འདྲེན་པོ་འདུག། ཡག་པོ་ཞུ་དྲག་འདུག་མཇལ་ཡོང་དུས་ནི་ཇི་ལྟར་ཁོ་མངགས་པ་ཡིན་པ་རེད། དེ་མ་ཡིན་ན་ཡང་འབྲུག་ལ་སྒོམ་ཆེན་ཟེར་ཡ་བྱོས་བསྡད་པ་རེད་ཁོ་ཁོ་རང་ཁོ་རང་ཆེ་གོས་ཡོད་བསྡད་པ་རེད། ད་དེ་ལྟར་མ་ཡིན་ན་ཡང། ད་ཅིག་རབ་བྱུང་གི་ཆེད་ལས་རྫིག་ཚར་ཅིག་མ་ཡིན་པ་ཅིག་གི་ཐོག་ནས་ད་ང་རང་ཚོ་སྔགས་ཆེན་རང་ཆ་ཚང་མེད་པ་ཡིན་ན་ཡང་ཅིག་ཕར་ལྟ་དུས་ནས་ད་འདི་ཅིག་དགེ་སློང་མ་རེད་བསམ་བསམ་འདྲ་བོ་ཅིག་ཡོད་ན་འཇའ་འོར་མོ་ཅིག་འདྲ་བོ་ཡིན་ན་ཕུ་དུང་གོན་གསུང་གི་འདུག་ཨ་ཕུ་དུང་གོན་ཞོགས། ད་ཡང་དེ་བདེ་བོ་རང་མི་འདུག། དེ་གང་ལྟར། ཆེས་ཁ་ཤས་གཏན་རབས་ཅུང་མ་ཡིན་ན་ཡང། སྟོན་ཁ་ཐུན་ཚོད་ལྟ་ཐུན་ཚོད་དཔེ་དེ་ཁོ་རང་མགོ་གི་ཞྭ་མོ་ནི་མ་རྐང་པའི་ཨོམ་སུག་བར་དུ་གསལ་པོ་གོན་ནས་ཕེབས་འདེགས་འདུག་ཨ། ཁོས་ཧ་ཅང་ཐལ་དྲགས་མོད་འགྲོ་བསམ་གྱི་འདུག། དེ་འདྲའི་གཏན་རབས་ཅུང་མ་ཡིན་ན་ད་ཁོ་ཡོད་བསྡད་པ་རེད་གྱོ་གར་སྦྱངས་ནུས་བསྡད་དེ་ཡིན་དུས་ཁོ་རང་ཅིག་ད་ས་འཇེ། ནམ་ཟ་དེའི་བར་ཅི་ཐང་གི་ཅིག་བབ་ཆག་སྒོ་ཅིག་ཆོད་ཨ་ནི་རབ་བྱུང་ཡིན་མཁན་ཚོ་གི་དེ་ནམ་ཟ་གི་ཐོག་ནས་རྦད་ཁོ་རང་ལོ་ག་ཅིག་ཐོན་ཐུབ་པ་ཅིག་བ་ལྟ་ཡོང་དུས་ནས་འདི་རབ་བྱུང་རེད་འདུག་བསམ་བསམ་ཅིག། ཨ་ནི་ང་རང་ཚོས་ད་ཅིག་དངོས་གནས་ཀྱི་ཅིག་བསྔགས་པ་ཚད་ལྡན་ཡིན་ན་ད་ད་ངོ་བོ་རྣལ་འབྱོར་ཡོན་ཏན་ཡར་ལྡན་ཟེར་ཏེ་སྐབས་སུ་ཅིག་དངོས་གནས་ཆ་ནས་ད་རབ་བྱུང་ལས་ལྷག་པ་ཅིག་རེད་ད་དེ་དཀའ་ལས་ཁ་པོ་རུ་བ། དེ་འདྲ་ཡིན་ན་ང་རང་ཚོ་ད་གོས་དཀར་ལྕང་ལོའི་སྡེ་ཁུངས་སུ་གཏོགས་པ་རྣམས་ཀྱིས་རབ་བྱུང་རྣམ་པ་ལ་ཡར་གུས་ཞབས་གནང་ཡ་དེ། ཨ་ནི་རབ་བྱུང་རྣམ་པ་ཡིན་ན་རང་སོ་སོ་གྱི་རྟགས་ཆ་ལུགས་དེ་ཡང་དག་པ་ཅིག་བཞེས་པ་ཡིན་ན་ཨ་ནི་དུས་བབས་སུ་པར་རྟགས་ཡོང་དུས་ཅིག་ཕར་འཇལ་ཡོང་དུས་ནས་དེ་ཚེ་དབྱེ་འབྱེད་འདྲ་པོ་ཅིག་བྱུང་ན། ཨ་ནི་དེ་འདྲའི་ཡིད་ཀྱི་རབ་བྱུང་བསྟན་པ་ལ། འདུལ་བའི་བསྟན་པ་ལྟས་གཅིག། ཨ་ནི་ཕན་ཐོགས་མེད་འགྲོ། ཨ་ངས་དེ་འདྲའི་བསམ་ཚུལ་འགྲོ་གི་ཡིན། དེ་ང་ཞུ་ཡ་སྟབས་བདེ་པོ་འདུག་གང་ཡིན་ཟེར་དུས་ང་རང་བསྟན་རབ་བྱུང་མ་ཡིན་དུས། ཨ་ནི་ལབ་ན་ཡག་པོ་འདུག་མ་གཏོགས་ཡང་དགེ་སློང་གཅིག་གིས་གསུངས་ན་ཁོས་བསྔགས་པ་ལ་ཁ་བཏང་དུས་ཟད་ཆགས་ཀྱི་རུ་བ། ཡིན་དུས་ངས་ཞུ་བདེ་པོ་གཅིག་འདུག་དེ་ཡིན་དུས་ངས་དུ་ཞུས་པ་ཡིན་དེ་ཡིན་ཚང་མས་གཅིག་ཐུགས་ལ་བཞག་གནང་ནས། ད་ཅིག་མ་ང་རང་ཚོ། ཁྱོད་ལ་ཅིག་ཁྱོད་ཅིག་ཡག་རེད་མ་རེད་ཟེར་གི་མེད་བསྟན་པ་སྤྱི་ལ་བསམ་བློ་བཏང་ནས་ག་འདྲེས་བྱས་ན་བསྟན་པ་དེ་སྤྱི་ངང་སུ་ཆ་བ་དྲུག་འདྲེས་ཡོང་ས་རེད་ག་འདྲེས་བྱས་ན་མ་འོངས་པ་ན་བསྟན་པ་ལ་ཕན་ཐོག་ས་རེད་ཨ་ནི་དེའི་ཐོག་ལ་ཅིག་ཐུགས་བསམ་བཞེས་ནས་ཨ་ནི་ཚང་མས་ཀྱི་ཅིག་ད་ང་རང་ཚོ་ད་ཅིང་ཤོད་པ་ན་རིང་ད་ང་ཚོ་ཆོས་དམ་ཚིག་འདྲེས་པ་ཅིག་ཆགས་ཚར་རེད་དེ་འདི་ངའི་སེམས་ལ་གང་དྲན་པ་དེ་མ་ཐུགས་རྗེ་ཆེ་ནས་མ་ཞུ་བཞག་ཡིན་ཐུགས་རྗེ་ཆེ།